ཉོན་མོངས་བསྒོམས་ན་གཉེན་པོའི་མདོ་དགའ་བས་དྲན་ཤེས་སྐྱེ་བོའི་གཉེན་པོའི་མཚོན་བཟུང་ནས་ཆགས་སོགས་ཉོན་མོངས་དང་པོ་སྐྱེས་མ་ཐག་བུར་འཇོམས་བྱེད་པ་རྒྱ་སེ་ལག་ལས་ཡིན། ཞེས་གསུངས་པའི་གི་ད་རྩ་ཚིག་དོན་ད་གར་བསྟན་གྱི་འདུག་ཟེར་ན་རོ། ད་ཉོན་མོངས་བསྒོམས་ན་ཟེར་ང་རང་སོ། ང་རང་སོ་རྒྱུད་ལ་ད་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག། ལ་སོགས་པ་གི་ད་དེ་འདྲ་གི་ཉོན་མོངས་པ་དེ་ང་རང་སོ་བསྒོམས་ཤིང་ཤུགས་ཆེ་དྲགས་ནས་ག་དུས་ཡོད་ན་ཁོང་ཁྲོ་ལ་ག་དུས་ཡོད་ན་འདོད་ཆགས་སྐྱེ་ཐུབ་པ་ག་དུས་ཡོད་ན་ད་ཅི་དགའ་སོ། སེར་སྣ་རྗེས་དེད་པ་ཡིན་ན་ད་མ་འོངས་པ་ལ་དེ་འདོད་ཆགས་སྤང་ཡས་ལ་དཀའ་ལས་ཁག་པོ་ཞེ་སྡང་མ་སྤང་ཡས་ལ་དཀའ་ལས་ཁག་པོ་སེར་སྣ་སྤང་ཡས་ལ་དཀའ་ལས་ཁག་པོ་རོ་ཨ་དེ་ཚོས་ལ་ད་གཉེན་པོ་བསད་དེ་ག་ཚོད་བཟོད་པ་བསྒོམ་དགོས་ད་གོང་དུ་གཉེན་པོ་བཟོད་པ་བསྒོམ་ན་ཡང་བཟོད་པ་བསྒོམ་མི་ཐུབ་པ་འདོད་ཆགས་ཀྱི་གཉེན་པོ་ལ་མི་གཙང་བ་དང་མི་སྡུག་པ་སྙིང་པོ་མེད་པ་བསྒོམ་ན་ཡང་བསྒོམ་མི་ཐུབ་པ་རོ་ཨ་སེར་སྣ་གི་གཉེན་པོ་ལ་སྦྱིན་པ་བཏང་དང་བཏང་ན་ག་དུས་ན་སྦྱིན་པ་བཏང་ཡང་རག་མི་ཐུབ་པ་ལག་པ་འདམ་པོ་ཆགས་དེ་བ་ཧོ་གཉེན་པོ་གི་ད་ག་རེ་ཐབས་ཆེ་བྱེད་པ་ན་དཔེ་མི་ཟིན་ད། མ་མེད་པ་བཟོས་ལ་དཀའ་ལས་ཁག་པོ། ལྡོག་དཀའ་བས་ཟེར་ན་ལྡོག་ཟེར་ན་མེད་པ་བཟོས་ལ་དཀའ་ལས་ཁག་པོ་དཔེ་མི་རིགས་དག་ཅིག་མི་ཐུབ་པ་དེ་ནི་ཆགས་ཀྱི་རེད། རྒྱུ་མཚན་འདི་ལ་བརྟེན་ནས་ཨ་ནི་དྲན་ཤེས་སྐྱེ་བོའི་སྙན་པོའི་མཚོན་བཟུང་ནས་ཟེར་ན། དྲན་པ་དང་ཤེས་བཞིན་ལྡན་པའི་གི་སྐྱེས་བུ་དྲན་པ་དང་ཤེས་བཞིན་ཡོད་པའི་གང་ཟག་མི་ཞིག་གི་ཡིན་ན་ཨ་ནི། ལམ་ཆགས་དུས་རྒྱུན་དུ་དང་གཉེན་པོ་སྟེ་གཉོམ་པོ་བསལ་ཏེ་བཟོད་པ། ཡང་ན་མི་གཙང་བ་སྒོམ་ཡས། ཡང་ན་སྦྱིན་པ་བཏང་ཡས། འདི་ཚོ་སྟེ་གཉེན་པོ་རེད། ཁོང་ཁྲོ། ཁོང་ཁྲོ་གི་གཉེན་པོ་ལ་དང་བཟོད་པ་སྒོམ་དགོས་རེད། ཡང་ནི་འདོད་ཆགས་སྐྱེས་པའི་གཉེན་པོ་ལ་མི་སྡུག་བ་དང་མི་གཙང་བ་སྒོམ་དགོས་རེད། སེར་སྣ་གི་གཉེན་པོ་ལ་སྦྱིན་པ་བཏང་དགོས། སྒོམ་དགོས་ར་འོ་ད་འདི་གཉེན་པོ། དེ་འདི་གི་གཉེན་པོ་གི་དང་མཚོན་ཆ་འདྲ་བ། ལག་ཆ་འདྲིས་འདྲ་བོ། སྟ་རིས་འདྲ་བོ་བྱས་ནས་སོ་སོ་གི་སེམས་ལ་ཅག་ཅག་བྱས་ནས་གཟུགས་ནི་བདེ་བོར་ལ་ར་བ་ཅག་པོ་བྱས་ནས་གཟུགས་ནི་བདེ། ཨ་ནི་ཕྱག་ཚོགས་སྙོམས་མོ་དང་པོ་སྐྱེལ་མ་དང་ད་དེ་ནས་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ལ་སོགས་པ། སྐྱེལ་ལོ་སྐྱེལ་ལོ་བྱེད་ཀྱི་འདུག་ཨ་ཕྱག་ཚོགས་སྙོམས་མོ་དང་པོ། རོ་ཨ། དང་པོ་ཟེར་ནས་ཐོག་མ་ནི། སྐྱེལ་ལོ་སྐྱེལ་ལོ་བྱེད་པ་ལ་ད་དེ་ནས་སྐྱེལ་མ་ཐག་ཨ་ནི་འབུར་འཇོམས་བྱེད་ཟེར་ནས་ལམ་སང་ལམ་སང་ལ་ད་གཉེན་པོ་བསྟན་ནས་མེ་སྦར་སོགས་ལ་རེད། པས་ནི་ཁོང་ཁྲོ་ཡར་ལངས་འོང་ཨོའུ་ད་ཁོང་ཁྲོ་ལངས་སོ་ད་ད་འདི་ཡག་པོ་མ་རེད་ད་དེ་ནས། ལམ་སང་བཟོད་པ་དགོངས་པ་རེད་མི་གཅིག་ཁྱོད་རང་ལ་ད་ཕ་རོ་ཟ་རྒྱུ་མ་རོ་ཟ་རྒྱུ་རྒྱུ་འདུག་ཅག་རྐུ་མ་ཇག་པོ་ལབ་པ་ད་ཨོའུ་ད་ཁོ་ང་འདུག་ཅག་ལ་སོགས་ལམ་སང། ད་ང་བཟོད་པ་སྒོམ་གི་རེད་ད་འདི་སྡུག་ཅག་ལབ་ཉན་གི་མ་རེད་ལན་ལོག་འཇལ་ཉན་གི་མ་རེད་ཁོ་ཁོ་རང་གི་འདོད་ཆགས་ཞེ་སྡང་དབང་གིས་ལབ་ཡོང་རྒྱུ་རེད་ད་འདི་ང་ལབ་ཉན་གི་མ་རེད་ཅེས་ནས་བཟོད་པ་སྒོམ་པ་འདི་འབུར་འཇོམས་བྱེད་པ་རོ་དེ་མ་ཐག་ཏུ་ཁོག་གི་སྡུག་ཅག་ལབ་པ་ལ་དེ་མ་ཐག་ཏུ་ང་རང་ཁོང་ཁྲོ་མ་ལངས་བར་བྱས་ནས་མ་ལམ་གཙང་གོ་ར་ཨོའོ་ད་ཁོང་ཁྲོ་ལངས་ཉན་གི་མ་རེད་ད་འདོད་ཆགས་སྐྱེས་ཉན་གི་མ་རེད་སེར་སྣ་འཇལ་ཉན་གི་མ་རེད་ཟེར་ནས་དེ་མ་ཐག་ཏུ་ད་དེ་འདི་གི་ད་ཉོན་མོངས་འདོད་ཆགས་འབུར་འཇོམས་བྱས་ཟེར་ན་མེད་པར་བཟོད་པ་རྐྱེན་མ་འཇུག་པར་བྱེད་པ། ཨཱ་ནི། དེ་ནས་བྱེད་པས་ནི་ལག་ལེན་བསྟར་བའམ། སྤང་བར་བྱེད་པ་དེ། ཨཱ་ནི། རྒྱ་མཚོའི་བྱང་ཆུབ་སེམས་དཔའ་རྣམས་ཀྱི་ལག་ལེན་འདུག་ཅེས་བྱེད་ཀྱི་རེད། རྒྱ་མཚོའི་བྱང་ཆུབ་སེམས་དཔའ་གྱི་ཨཱ་ནི། ཉམས་ལེན་འདུག་ཅེས་བྱེད་ཀྱི་རེད་ཟེར་ནས་དེ། རྒྱ་མཚོའི་བྱང་ཆུབ་སེམས་དཔའ་རྣམས་ཀྱི་སྤྱོད་པ་བསླབ་ཚུལ་རེད་ཟེར་ནས། ཨཱ་འདུག་ཅེས་གསུང་གི་འདུག་ཞུ་ཡ་ཡིན། མདོར་ན་གང་དུ་སྤྱོད་ལམ་ཅི་བྱས་ཀྱང། རང་གི་སེམས་ཀྱི་གནས་སྐབས་ཅི་འདྲ་ཞེས། རྒྱུན་དུ་དྲན་དང་ཤེས་བཞིན་ལྡན་པ་ཡིས། གཞན་དོན་སྒྲུབ་པ་རྒྱ་ཆེ་ལག་ལས་ཡིན། ཞེས་གསུངས་པའི་གདའ། རྩ་ཚིག་དེ་གའི་དོན་རྟགས་རྡོག་རྡོག་ཅིག་གར་བསྟན་གྱི་འདུག་ཟེར་ན་འདྲ་བ། ད་ཁ་ཚ་ང་དགོངས་ནས་མ་ལ་ད་ལྟ་བར་དུ་མང་པོ་ཅིག་བཤད་བདེ་བར་ཕར་ཆེན་འབྲུག་ལ་སོགས་པ་བྱིན་པ་དང་ཡང་ཚོ་ལུས་སོན་སོ་བ་ཁོ་མོའི་ལག་སོགས་པ། འདིའི་ནང་ནས་ངས་གཙོ་བོ་དེ་དག་བྱང་ཆུབ་སེམས་གཞན་ལ་ཕན་པའི་བསམ་བློ། མིག་གིས་ད་སོ་སོ་ལ་ཚིག་ངན་སྡུག་ཅག་ག་རེ་མོ་ག་རེ་ལབ་སོང་བ་ཡིན་ན་དེའི་ཚབ་ལ་གནོད་ལན་མི་བྱེད་པར་བཟོད་པར་བསྒོམས་ནས་ནི་ལྷག་པར་དུ་སྙིང་རྗེའི་སྒོར། སྙིང་རྗེ་རྗེ་སྙིང་སྙིང་རྗེ་སེམས་བསྐྱེད་སྐོར་བསྟན་པ་འདི། མང་པོ་ཅིག་ཤེས་སོང་རོ། ད་འདི་ཐམས་ཅད་ཀྱི་ནང་ནས་དོན་དག་མདོར་བསྡུས་ན་ལ་དྲ་མདོར་ན་ཟེར་ནས། དོན་དག་མདོར་བསྡུས་ན་ནི་གཙོ་བོ་དྲ་བ་འདི་ག་རེ་བསྟན་གྱི་ཡོད་རེད་ཟེར་ན་གང་འདུག་སྤྱོད་ལམ་ཅི་ཞིག་ཡང་ལགས་ཏེ། གང་འདུག་ཟེར་ན་ཁྱོད་རང་དགའ་བ་འགྲོ་བ་ཡིན་ན་རེད། དགའ་བ་ལ་དད་པ་ཡིན་ན་རེད། ད་ཁྱོད་རང་ཉལ་བསྡད་པའི་སྐབས་སུ་ཡིན་ན་རེད་ཁ་ལག་ཟ་བའི་སྐབས་སུ་ཡིན་ན་རེད་ལྗགས་འཐུང་བསྡད་པའི་སྐབས་སུ་ཡིན་ན་རེད་སེམས་བློ་བཏང་བསྡད་པའི་སྐབས་སུ་ཡིན་ན་རེད་རེད་བ། ད་ལུས་ངག་ཡིད་གསུམ་གྱི་སྤྱོད་ལམ་འགའ་རེ་ཞིག་བརྗེད་པ་ཡིན་ན་ཡང། རོ། ཅེས་དང་ང་རང་འགྲོ་འཆག་ཉལ་འདུག་ལག་གཡས་རོ། དེ་ནས་ཀྱི་འགྲོ་འཆག་ཉལ་འདུག་ལ་སོགས་པའི་གྱི་དང་སྤྱོད་ལམ་ག་འདྲས་ཅིག་བྱེད་པ་ཡིན་ན། ད་ལྟ་ལུས་ཀྱི་བྱ་བ། ལུས་ཀྱི་རྣམ་འགྱུར་དོན་རེ་ངག་གི་སྐད་ཆ་བཤད་རེ་སེམས་ཀྱི་སེམས་བློ་བཏང་དང་སྤྱོད་ལམ་ག་འདྲས་ཅིག་བྱེད་པ་ཆེ་ཆུང་ག་འདྲས་ཅིག་བྱེད་པ་ཡིན་ན་ཡང། དེ་འདྲས་ཀྱི་ལས་ཀ་བྱེད་པའི་སྐབས་སུ་དེ་འདྲས་ཀྱི་དང། ད་ག་ཚོད་ད། ལུས་ངག་ཡིད་གསུམ་གྱི་དག་བྱ་བ་དེ་བྱེད་པའི་སྐབས་སུ་ལ་ཨ་ནི་རང་གི་སེམས་ཀྱི་གནས་སྐབས་ཅི་འདྲ་ཞེས་ཟེར། དེའི་སྐབས་སུ་ལ་རོ་བ། གྲོགས་ཆག་ཉལ་འདུག་ག་རེ་ཅི་བྱེད་པ་ཡིན་ན་བཟའ་བཏུང། བཟའ་བཏུང་ལ་སོགས་པ་ག་རེ་ཅི་བྱེད་པ་ཡིན་ན་དེའི་སྐབས་སུ་ལ་ནི་ཁྱེད་རང་གི་སེམས་དེ་རང་གི་སེམས་ཀྱི་གནས་སྐབས་ཁྱེད་རང་གི་སེམས་དེ། རོ་བ། དེའི་གནས་སྐབས་སུ་ལ་ཁྱེད་རང་གི་སེམས་དེ་ག་རེ་བསམ་བློ་བཏང་གིན་འདུག་བསམ་བློ་ངན་པ་ཅི་བཏང་གིན་འདུག་བསམ་བོ་བཟང་པོ་ཅི་བཏང་གིན་འདུག་གཞན་ལ་ཕན་པའི་བསམ་བློ་བཏང་གིན་འདུག་ཡང་ན་གཞན་ལ་གནོད་རྐྱ་ཡག་གི་བསམ་བློ་བཏང་གིན་འདུག་རོ་བ། རྩ་བ་དོན་དག་མདོར་བསྡུས་ན་ཁྱོད་རང་གི་སེམས་དེ་གིས་ག་རེ་བྱེད་ཀྱིན་འདུག། འགྲོ་བ་རང་གི་སེམས་ཀྱི་གནས་སྐབས་ཅི་འདྲ་ཞེས་ཟེར་འདི་རེད། ཁྱེད་རང་གི་སེམས་དེ་འདིའི་སྐབས་སུ་ལ་ག་རེ་བྱེད་ཀྱི་འདུག། སེམས་གནས་པོ་སེམས་བརྟན་པོ་ཅིག་བསྡད་ཀྱི་འདུག་མི་ལ་ཡང་སེམས་དེ་ག་ས་ག་ལ་འཁྱམས་བསྡད་ཀྱི་འདུག་རྣམ་པར་གཡེངས་ནས་ཁོ་རང་པའི་བདུད་རྩི་གི་རྣམ་སྨིན་དབང་དུ་ཤོར་ནས་འདྲ་མི་འདྲ་བྱེད་བསྡད་ཀྱི་འདུག་ག་འདྲ་བྱེད། རྩ་བ་སེམས་དེ་ག་རེ་བྱེད་ཀྱི་འདུག། འགྲོ་བ་གནས་སྐབས་ཅི་འདྲ་བྱེད། ཞེས་ན་སེམས་དེ་སེམས་དེ་བརྟན་པོ་གནས་དགོས་སེམས་དེ་བཟང་པོ་བཏང་དགོས་སེམས་དེ་ཡག་པོ་ཆགས་དགོས་མ་གཏོགས་ཅིག་སེམས་ལ་ངན་པ་བཏང་སྟེ་སེམས་དེ་གཡེངས་ཏེ་བསྡད་ནི་མ་ཡིན་པ། འགྲོ་བ་ཅི་འདྲ་བྱེད་ད།

ཧ་གོ་བདེ་གམ་ཤེས་བདེ་མཁན་དེ་ལ་ཤེས་བཞིན་ལག་ཡོད་རེད་བ། དྲན་པ་ཟེར་དེ་རང་གི་དམིགས་པའི་ཡུལ་ལམ་དགེ་བའི་ཡུལ་དེ་མ་བྱས་པ་དྲན་པ་བརྟེན་ཏེ་དེ་ལ་དྲན་པ་ལག་གི་རེད་ཤེས་བཞིན་ཟེར་ན་ག་ཚད་དེ་རང་གི་དམིགས་པའི་ཡུལ་དེ་ལ་ཕར་སུ་གལ་སོང་བ་ཕར་སུ་ནོར་སོང་བ། བརྗེད་སོང་བས་ན་འདི་ཨའོ་བརྗེད་ཀྱི་འདུག་མི་འདུག་བརྟག་བྱར་བརྟག་ནས་ག་ཚད་ནོར་སོང་ན་ཚུར་ཁྲིད་ཁུ་རོགས་ངས། སླད་ཡང་འདི་ལ་མུ་མཐུད་ནས་བྱེད་བཅུག་མཁན་འདི་འདི་ལ་ཤེས་བཞིན་ལགས་ཀྱི་རེད། འོ་ད་བདུད་དང་རྒྱུ་ནམ་ཞག་རྒྱུན་དུ་དྲན་པ་དང་ཤེས་བཞིན་འདི་གཉིས་ཀྱི་བདེན་པའི་སྒོ་ནས་འདི་གཉིས་སོ་སོ་ལ་ག་དུས་ཡིན་ན་མཉམ་པོ་ལ་བཞག་པའི་ཐོག་ནས་ཨ་ནི། བཞག་པའི་ཐོག་ནས་ཨ་ནི་གར་བྱེད་དགོས་ཟེར་ན་གཞན་དོན་སྒྲུབ་དགོས་དེ་གལ་ཆེན་པོ་རེད་གཞན་དོན་ཟེར་ན་གཞན་ལ་ཕན་པའི་བསམ་བློ་གཏང་དགོས་ག་དུས་ཡིན་ན་གཞན་ལ་རོགས་པ་བྱེད་ཡ་ག་དུས་ཡིན་ན་གཞན་ལ་ཨ་ནི། སྡུག་བསྔལ་ལས་སྒྲལ་འདོད་ཀྱི་བློ། དེ་ནས་ཀྱི་ད་བསམ་བློ་བཏང་བའི་ཐོག་ནས་ད་ཟ་བ་ཡིན་ན་འཐུང་བ་ཡིན་ན་འགྲོ་བ་ཡིན་ན་ག་རེ་ཐོགས་ཡོད་ན་ཡང་རྩ་བ་དེ་ཨ་ནི་གཞན་ལ་ཕན་པའི་བསམ་པ་བྱང་ཆུབ་ཀྱི་སེམས་དེ་གོ་ཡོད་དེ་གལ་ཆེན་པོ་རེད། ད་དེ་ནས་ཐོག་ནས་ད་ཉམས་སུ་བླངས་པའམ་ལག་ལེན་བསྟར་ཡས་དེ་སུ་གིས་བསྟར་ཐུབ་པ་རེད་ཟེར་ན་རྒྱ་ཆེ་བྱང་ཆུབ་སེམས་དཔའ་རྣམས་ལ་འདུག་ཅིང་ལག་ལེན་བསྟར་གྱི་རེད། ཁོང་ཚོའི་འགྲོ་ཉལ་ཟ་ཉལ་འགྲོ། ད་འགྲོ་ཆགས་ཉལ་འདུག་ག་རེ་གྱི་གནས་སྐབས་ཡིན་ན་ཡང། གཙོ་བོ་རྩ་བ་དེ་སེམས་ག་རེ་ཟིན་གི་རེད་ཟེར་ན་གཞན་ལ་ཕན་པའི་བསམ་པ་གཞན་ལ་དང་ཕན་ཐོགས་པའི་བསམ་པ་རྩི་ཟིན་པའི་ཐོག་ནས་ལས་ཀ་དེ་ཐམས་ཅད་བྱས་ནས་ཡང་ནི་ལག་ལེན་བསྟར་གི་རེད། སུས་ཀྱིས་བསྟར་རེད་ཟེར་ན་རྒྱ་ཚའི་བྱམས་ཆོས་སེར་མ་རྣམས་ཀྱིས་སྡུག་ཅིང་བསྟར་གི་རེད། བྱས་ཙང་ཞི་ལུས་འགྲུབ་པ་རྒྱ་ཚའི་ལག་ལས་ཡིན་ཟིན་འདི་ཞེས་གསུངས་འདུག་ཞོལ་རྒྱལ་ལེགས།